བླ་མ་དང་དཔལ་བདུད་ཀྱི་འཁོར་ལོ། གཉིས་སུ་མེད་པའི་ཞབས་ལ་ཕྱག་འཚལ་ལོ། མཆོད་བསྟོད་སྐྱབས་སོགས་བྱའོ། བྱིན་གྱིས་བརླབ་ཏུ་གསོལ། ཡན་ལག་སོ་དག་ཁ་ཚ། ད་དཔལ་ལྡན་བདུད་ཀྱི་འཁོར་ལོ་བརྒྱད་ཨོང་དང་རྒྱུད་དུ་གསོལ། དེ་ལྟར་བདག་ཆེ་གེ་སྟོན་པ་སངས་རྒྱས་ཕྱག་བྱ་ཐོ་བ་དགུང་ལོ་བདུན་ཅུ་བདུན་དགུ་བཞི་བརྡ་ལུགས།

བཀའ་བསྡུ་མཛད། དེ་དེ་ལས་དཀྱིལ་འཁོར་རྩ་བའི་རྒྱུད་ཀྱི་འགྲེལ་བཤད་བརྒྱད་བཅས་བརྩམས་ན། དེ་ལས་བི་རི་མ་བཞི་འདུག། དེ་དག་ཆོས་ཀྱི་ཟླ་བ་བཟང་མོའི་སྐད་གསལ། རྒྱལ་པོ་ལྷ་དབང་གནས་རི་མ་བཞི་འདུག། ད་ཏྲི་བི་ཀི་རྒྱལ་པོ་བདུན་དེ་ལས་བི་རི་བདུན། ཏེ་འཇམ་པའི་གྲགས་པ་ཅན། ཏེ་རིགས་ཀྱི་འཇམ་པའི་གྲགས་པ་གྱི་དུས་འཁོར་རྩ་ཡི་རྒྱུད་ཀྱི་དོན་དུ་ཚུར་བསྡུས་བསྡུས་པའི་དུས་འཁོར་བསྡུས་རྒྱུད་བརྩམ། དེ་ལས་བྱང་ཤམྦྷ་ལ་ཡིག་གི་ཚངས་མདོས་ཀྱི་གྲངས་སོགས་བྱེ་བ་ཕྲག་བཞི། ལྟར་གྲངས་སོགས་གཉིས་མི་ཤིགས་སྡེ་གི་རྩོད་དཔེ་ཀྱི་གྲངས་སོགས་བྱེ་བ་ཕྲག་བཞི་པའི་དོན་དུས་ཀྱི་འཁོར་ལོ་ཀྱི་དཀྱུས་འཁོར་ན་ཚུར་བསྡུས་པའི་དུས་ཀྱི་འཁོར་ལོ་ཀྱི་དབང་བསྐུར་བསྡུས་པའི་ཏེ་ཀ་ར། རྡོ་རྗེ་ཐེག་པའི་ཀྱི་རིགས་གཅིག་པུ་བཟུང་ན།

དྲི་མེད་འོད་ཟེར་མེད་དེ་དེ་ཁུ་བདུད་རྒྱུད་ཀྱི་བསྒྲལ་བར་བརྩམ། དེ་ལས་པའི་བྱང་ཤར་མ་ལས་ཀྱི་རྒྱལ་པོ་རིགས་འབྲིང་གི་རྒྱལ་པོ། དེ་རྒྱལ་པོ། ད་ཉེར་དྲུག་ཚུན་ཚོད་དེ། བཅུ་གཉིས་པའི་དེ་ཨ་ནེ་མོ་དང་རིགས་འབྲིང་གི་རྒྱལ་པོ་དེ་སྲོད་ཀྱི་ལོ་བརྒྱ་རེ་ཡི་བརྒྱ་རེ་དེ་བྱང་ཤར་མ་ལས་ཀྱི་རྒྱལ་སྲིད་སྐྱོང་དགོས་པས། དེ་ད་བྱང་ཤར་མ་ལ་ལོ། དཔེར་ན་དུས་ཀྱི་འཁོར་ལོ་གྱི་དབང་བསྐུར་རྒྱུད་བཤད་དེ་བས། དེ་ཨ་ནེ་པའི་དུས་འཁོར་གྱི་དབང་དང་ཆུའི་དུས་སོ་དེ་བྱང་ཤར་མ་ལ་ལོ། དེ།

སྡེ་ཚན་གཉིས་པ། ད་པེར་ལིན་སྒྲིག་འགྱུར་འཁོར་ལོ་གྱི་རྒྱུད་མདངས་དབུང། ད་པེར་ལིན་སྒྲིག་འགྱུར་འཁོར་ལོ་གྱི་ཆོས་སྐོར་འདི་དེ་ལྟར་རྒྱ་གར་ཕ་བོད་ཡུལ་ན་ལོ་དེ་དགའ་སྐྱེད་པའི་དཔེ་གནའ་ཡིན་ག་དགའ་སྐྱེད་པའི་གདན་དྲངས་ཡིན་ག་ད་དེ་ཀྱི་སྐུ་ལས་ཤུགས་འདི་ཡིན། ད་འདི་ལོ་ལོ་རྒྱུ་དེ་མ་འདྲ་བོ་དེ་སྨྱོན་མ་དགེ་ལ་མ་གོང་མ་འདི་སོགས་ཀྱི།

འདི་ལོ་སྒྲོ་ལོ་ཚོགས་ཤེས་རབ་གྲགས་པ་ལ་སོགས་པ་འདི་སོ་གའི་གསུང་ཐང་ཡིན་འདྲ་བོ། ད་པིན་ཏྲི་དང་ཙི་ལོ་པ་སེ་ཞུ་མེ་འདི་དང། དེ་དུས་ཞབས་ཆེན་པོ་སེ་མེ་འདི་དེ་ཅི་ཡིན་ཡིན་སེ་ད་མཚན་སོ་སོ་མ་གཏོགས་དེ་ལམ་ཅི་ཡིན་ཡིན་སེ་དེའང་ནི་བེ་སོ་ན་མིན་བེ་ལ། དེ་དག་ནི་ར་ལུག་དང་འབྲོག་ལུག་ཟེར། དུས་འཁོར་གྱི་ཆུ་ཡི་འདི་རྒྱ་གར་འཕགས་པའི་ཡུལ་དུ་ད་སུས་ཤེས་ཐོག་མེད་འགྲོ་གཙོ་བོ་ཁག་གཉིས་ཡོད་ན་ལས་དང་ར་ལུག་ཟེར་ར་ལོ་ཙོ་བ་རྡོ་རྗེ་བྲག་གི་ལུགས་སྲོལ་གྱི་ཤུགས་རབ་བོ་བ་བཞིན་ཏེ། དཔེར་ལེན་དུས་འཁྱུད་འཁོར་ལོ་ལ་སོགས་པའི་གི་ཆུ་ཡི་དང། དེ་ལས་བྱང་ཆུ་སེར་མ།

རྟ་ཨ་ཤོ་པ་ཏི་སི་ཨ་ཤོ་ཟེར་བ་གཅིག་རྟ་ཡིན་པས་པ་ཏི་སའོ་ཅང་ཡིན་པས་རྟ་རྟ་དང་ཟེར་ཐ་མི་རྟ་ལས་ཤར་མེད་ཀྱི་རྟ་ཆུང་ཡིན་རྒྱལ་པོ་རྟ་རྐང་ཐང་ཟ་བོ་སྲིན་པོ་སྐྱིད་ཆུང་ཡིན་ཟེར་མོད། རྟ་ནི་རྒྱལ་པོ་འདུས་སུ་གཙོ་བོ། དེ་ལྟར་དར་ནག་པ་པའོ་ཅང་བྱ་རྒྱལ་ཁབ་འདུས་སུ་ལོ། དེ་ལྟར་སྟོབས་འབྱོར་མངའ་ཐང་དེ་ལ་ལུ་ཅིས། མ་གུ། ཐོན་ས་ཀྱི་རྒྱལ་ཁབ། དེ་ལས་ལ་ལུ་ཅིས། དེ་དེ་ལས།

ནུབ་ཕྱོགས་ཀྱི་རྒྱལ་ཕྱི་གསུམ་གྱི་ཡང་སྙིང་གི་རིང་ལུགས་དེ་དེ་ལས་པེ་ལིན་དུས་རྒྱུན་ཁོར་ལོག་གི་ཆོས་དབྱིངས་དང་བྱང་སེམས་པའི་རྒྱལ་སྤྱིའི་སེམས་སྒྲ་ཀོ་གསུམ་ཟེར་བའི་འདི་ཡང་སྙིང་སྐབས་ལ་དག་ཆ་ཆུང་ཆུང་ཞིག་ཡིན་ཟེར་མོད། ད་ལྟའི་རྒྱ་གར་ཤར་ཕྱོགས་ན་ལུགས་ཡུལ་སྦོམ་ལྔ་ཡོད་པའི་ཚེ་མོད། ད་ནི་ཡུལ་སྦོམ་ལྔ་ཡོད་པའི་ནང་ནས་ཨོ་རོ་བི་བར་ཟེར་བའི་རྒྱལ་སྤྱིའི་ལུགས་ཕྱོགས་འདི་ན་ལུགས།

ལུས་ཅན་འདི་པའི་ཏི་ཏི་ན་ཡུལ་མིག་གི་དཔེ་ཆ་པོ་ཏི་ཀ་ར་ཁ་བཞི་འདི་པའི་ཏི་རིན་པོ་བཞིན་དུ་གཟི་བརྗིད་སེམས་མེད་ལྷག་པར་དུ་ཏི་རིན་ཕྱི་རུ་སེ་དེའི་རྒྱ་གར་ནང་གི་ས་ཆ་གཅིག་མེད་དེ་ང་ཅག་ལ་ནང་མིག་གི་དཔེ་ཆ་ལས་ཤ་ཡི་སྲོལ་གྱི་དཔེ་རྫུན་འབུམ་གཅིག་འདོམས་པའི་ཏི་ཨ་ན་ལུས་ཅན་འདི་པའི་ཏི་དཔེ་ཆ་འདི་སུ་སློང་འདི་པའི་གཟི་བདག་ལུ་ཀྱང་ནི་དཔེ་ཆ་འདི་སུ་ན་ལེ་ད་ཚེ་གཅིག་ལུས་གཅིག་ལུས་སངས་རྒྱས་གོ་བགྲོད་པོ་ཅིག་ཨིན་ཇི་མིན་གྱི་གསང་སྔགས་རྡོ་རྗེ་ཐེག་པ་གི་དམ་ཆོས་འདི་བསྒོ་བའི།

མ་གཏོགས་གཞན་གང་མི་འདུག་ནོ་མཁྱེན། དེ་ལན་དེའི་སྐབས་ལ་ཡི་དམ་གྱི་ལྷ་རྒྱལ་ལུང་བསྟན་ན། ཨ་ནི་ཡི་དམ་གྱི་ལྷ་ཡི་རྒྱལ་ལུང་བསྟན་ལུང་བསྟན་འདི་པས། དེ་ལས་དཔེ་འདྲི་དང་རྩིས་ལོག་པ་དེ་དེ་རྒྱ་མཚོ་ནང་ལ་ནོབ་ལེན་པའི་གེ་དེ་ཚོང་པ་དེ་སུ་དང་ཅི་ཁ་ལོ་འཇོག་འདི་པས་དེ་རྒྱ་མཚོ་རྒྱལ་འདི་པའི་དྲུག་ན་རྫི་དེ་རྒྱ་མཚོ་རྒྱལ་འདི་པས། པའི་ཚག་ཏུ་ལ་དེ་ལས་ཚོང་པ་དེ་སུ་དང་ཅི་ཁ་ལོ་དེ་ཟླ་བོ་དྲུག་གི་སྟིང་མ་ལོ

དེ་བསླུས་པའི་ཚིག་ལུགས་འགའི་དེའི་རྨི་ཐ་མལ་པ་ཞིག་དེ་མིན་པས། ད་རྗེ་བཙུན་འཇམ་དབྱངས་ཀྱི་སྤྲུལ་པ་ཆེན་དབྱིངས་རྟོག་མས་གནང་བསྡད་པའི་དུད་འཕྲོ་ལས་བདག་ཉིད་ལ་འཕགས་ཆེན་པོའི་རྨི་ལྟས་ལ་ཕྱག་འཚལ། མིང་འབྲི་ཕུལ། དེ་སྔ་ལོ་གསང་སྔགས་རྡོ་རྗེ་ཐེག་པའི་དགེ་ཆོས་གསུངས་ནའང་གསལ། དེ་གསལ་བ་ལྟ་བདག་ལུགས། བདག་ཉིད་ལ་འཕགས་ཆེན་པོའི་ཡིད་མི་རྟག་སྤྲུལ་པའི་རྨི་ཡིན་པས་རྗེ་བཙུན་འཇམ་དབྱངས་ཀྱི་སྤྲུལ་པ་ཡིན་པས་བདག་ཉིད་ཀྱིས་བསླུས་པའི་ཚིག་ལུགས་ལོ། དེ་དང་པར་དཔལ་ལྡན་དུས་ཀྱི་འཁོར་ལོའི་རྒྱུན་དབང་གནང། དེ་དཔལ་ལྡན་དུས་ཀྱི་འཁོར་ལོའི་རྒྱུན་བཤད་གནང། དེ་ལས་རྒྱུད་ཀྱི་འགྲེལ་པ་བྱང་ཆུབ་སེམས་ཀྱི་མཛད་པའི་འགྲེལ་པ་འདི་སུ་གནང། དེ་ལས་མན་ངག། གསང་སྔགས་རྡོ་རྗེ་ཐེག་པའི་མན་ངག་འདི་སུ་དེ་གནང་བདེ་བས་དེ་རྗེས་སུ་བཟུང་བདེ་བའི་རྫས་ཀྱིས་བསྲེགས་མོད། དེ་ལས་འདི་སྐད་མ་ཟད་བདག་འདི་རྗེས་སུ་འཇམ་དབྱངས་ཀྱི་སྤྲུལ་པ་ལང་ཀ་བྱིན་པའི་མི་དེ་ཀྱིས་བླུད་པའི་རྩི་བླུད་དབྱིག་གི་གུ་དོག་ཧ་ལུ། སྤྱི་བོ་ལུ་གུ་དོག་ཧ་ལུ་སྟེ་མེ་ཏོག་ཅེས་བཞག་བདེ་བས། དང་ཆོས་ཀྱི་སྦྱང་བྱ་སེམས་དཔའ་འདྲེས་པ་འགའ་རེ་དེ་ཁོང་དུ་ཆུད་པར་གྱུར་ཅིག་སེ་ད་ཆོས་ཀྱི་ཨ་ནི་སྔགས་ཀྱི་མེ་ཏོག་དེ་ཆོས་ཀྱི་དགུ་ལོ་བཞི་བརྩམས་གཅིག་གི་ཆོས་ཀྱི་དེ་རྒྱུད་ཀྱི་འདྲེས་པ་འགའ་རེ་ཆོས་ཀྱི་ཐུགས་ལུགས་དེ་མཁྱེན་གྱུར་ཅིག་སེ་ད་ཨ་ནི་པའི་བྱིན་གྱི་རླབས་གནང་ཡིན་སེ་ཨ་ནི་པའི་བྱིན་གྱི་རླབས་ཀྱིས།

དེ་ག་ན་ད་ནི་ཀླུ་བི་ཙི་ཀླུ་བོད་ཀྱི་མཐུ་ལོ་ཁྱེད་མཐོང་བ་མི་སེམས་མེད་ད་ནི་པོ་ཀོ་ལེ་དཔལ་གྱི་དུས་ཀྱི་འཁོར་ལོ་ཡི་རྒྱུད་དང་རྒྱུད་ཀྱི་འགྲེལ་བ་དུ་ས་ག་ན་ཚིག་གཅིག་དོན་གཅིག་ལྷག་འབྱུང་མེད་པ་ག་ན་མཐུ་ལོ་གསལ་རྟོགས་རྟོགས་པའི་ད་ནི་པོ་ཁྱེད་ནི་ཡང་སོ་ཡིན་སེམས། ཏེ་དེ་ལས་ད་གློད་པའི་ཚིག་ལས། ཏེ་དེ་ན་ལས་ལོག་སྡེ་པས་ཏེ་ཚུར་འབྱམས་སུ་འཐམས་པ་ལུས་ཅན། ཏེ་ལས་དེ་ན་མགུལ་གཞུག་པའི་ལུགས་ཏེ་དེ་ལས་སྨྱོན་མ་གཅིག་གང་བ་མི་ཚོང་པ་དུ་སུ་བྱིན་ནོ་ཏེ་ཚོང་པ་དུ་སུ་བལྟ། ཏེ་ཕྱིས་པའི་ལོག་ཏེ་གྲུ་མདངས་ཀྱི་སྡེ་པས་དེ་ལས་ན་འཇག་ཤ་ཆ་ཁ་དུ་ལུ་ཏེ་ལོག་ཆོས་འདི་པས་ཏེ་ཨ་ནི་བས། ད་པེ་ལེ་འདི་གུའི་འཁོར་ལོ་གི་ཨོང་ལོང་དང་རྒྱུ་ཡུལ་དང་རྒྱུད་ཀྱི་འབྲེལ་པ་དུ་སུ་ཨ་ནི་བས། ཏེ། བདག་ཞབས་ཆུང་ཡིན་སེམས་མེད་ལ།

ཕོ་དང་མོ་འདི་ལོ་ཨ་ལོ་གཅིག་སྐྱེས་ཡིན་ཟེར་མོད། ཨ་ནི་ཨ་ལོ་གྱི་སྦོམ་ཕྱོགས་འདི་ལོ། དེ་དེ་ལས་ཕྱོགས་ལྷོ་ཕྱོགས་ཁ་ཏུ་ལོ་བྱང་ཆུ་སེམས་དཔའ་སྐུ་ངོས། དེ་ད་ཆ་ཤང་པ་ལ་ཡིན་པའི་ཨ་ནི་ཁ་ཏུ་ལོ་སྟེ་པེ་ལེན་དུས་ཀྱི་གྷོ་ལོད་ཀྱི་ཆོས་སྡེ་འདི་བོད་ཡུལ་སེ་ཏག་ནི་ལོ་བཅུ་གོ་བདུན་པའི། ཨ་ཉག་ཀླུ་སྡུད་ཀྱི་ད། ལྷོ་ཕྱོགས་ལུགས། པེ་ལིན་སྡུད་ཀྱི་ཧོ་ལུགས་ཀྱི་ཆུའི་སྟོད་མི་འདི་གཉིས་ནི་ཡིན་ཟེར་ད་ནི་པེ་ཉིན་པ་བཅོམ་ལྡན་ལུགས། ཨ་ཉག་ཨ་ཀླུ་སྡུད་ཀྱི་བསམ་པ་རྣམ་པར་དག་པ་ཡིན་པ། དེ་ལས་ཨ་ཀླུ་སྡུད་ན་ནི་བསམ་མི། ཏེ་པེ་ལིན་སྡུད་ཀྱི་ཁོ་ལུགས་ཀྱི་རྒྱུད་དུ་སུ་ལུགས་འདས་པ་དང། མི་རྒྱུད་ཡོད་པ།

དེ་ར་ལོ་ཙཱ་བ་རྡོ་རྗེ་བྲག་གི་ལུགས་སྲོལ་དང་སྒྲོ་ལོ་ཙཱ་བ་ཤེས་རབ་བྲག་གི་ལུགས་སྲོལ་ཟེར་མི་དེ་གཉིས་ཡིན་པས། དེ་དང་དེ་གཉིས་ཚུལ་ཁྲིམས་སྟོང་པའི་སྡེ་བས་དེ་དང་ང་ཅར་ཀུན་གྱི་པུས་མ་དཀར་པོ་ཚེ་སྨོན་གྱི་ཆོས་འབྱུང་ན་ལོ། སུ་མི་འདའ་ཁྲི་ལྡེ་བའི་ཤུགས་སྒྲོག་པ་བ་ཅན། དེ། རྒྱ་གར་ཤར་ཕྱོགས་སྦང་གྷལ་ལ་སེ་ད་ཐོ་སྦང་གྷལ་ལྡན་ཞིག་དང་སྦང་གྷལ་ཁ་ཐུར་ཕོབ་མེད་དེའང་ན་ལོ། དེ་སྦང་གྷལ་གྱི་རྒྱལ་བོ་ཉེ་ཐ་བསྟན་སྲིད་མི་ཆེ་བཞུགས་ཡོད་པས་སེམས་མེད་ད་ནི་རྒྱལ་བོ་ཉེ་ཐ་བསྟན་སྲིད་མི་དེ་གིས་སྦང་གྷལ་གྱི་རྒྱལ་ཁབ་དེ་སྐྱོང་བདེ་བས། ཨེ་ཞུ་གི་དུས་ཚོད་ཨ་ནི་བང་ག་ལ་གི་རྒྱལ་བསྟན་ནི་རྒྱལ་བ་ཉི་ད་བསྟན་འཛིན་བོད་ཀྱི་དུས་ཚོད་ན་ལོ། ད་རྣལ་འབྱོར་མ་ཆང་བཙོང་ལྡེའུ་མི་ཆོད་བི་སེམས་མེད་དེ་སྔ་ཆར་གསང་སྔགས་འདུ་བྱེད་ཐེག་པའི་ཆོས་ཉམས་ལེན་འབེན་པའི་གྲུབ་ཚོགས་དང་རྣལ་འབྱོར་མ་འདི་ཚོ་དེ་ནུབ་མོ་ན་དེ་གསང་སྔགས་འདུ་བྱེད་ཐེག་པའི་ཆོས་ཉམས་ལེན་འབེན་ཕྱིའི་རུ་གི་ལྟ་ས་ལོ་མཐོང་ས་ལོ་དེ་ལ་ལོ་ཆེ་ཆང་བཙོང་མི་བཟུང།

ཤ་གཡོན་པའི་མིག་ཏུ་གསུམ་ཡོད། དེ་ལས་ལ་བ་ལོ། དེ་དེ་འདྲའི་ཤིང། ཤིར་ཁ་སི་མིག་གི་རྡོ་རྗེ་ཨ་ནི་ལི་སོ་སོའི་རྡོ་རྗེ། ལ་བ་ལོ་རྣམ་མེད་ཅེས་བྱོན་འདི་བས། ཨ་ནི་རྣལ་འབྱོར་མ་ཆང་བཙོང་མི་དེ་ལས་ཆང་ཉུང་འདི་བས་བཞེས་བཞིན་ཡིན་ཟེར་ན། དེ་ལས་ཆང་ཉུང་བཞི། དེ་ལས་ཆང་ཉུང་བཞི་དེ་བས་བྲི་ཚེ་འཆུ་རོ། ད་ནི་རྣལ་འབྱོར་མ་ཆང་བཙོང་མི་དེ་བས་ས་གཞུ་ད་དོ། རྣལ་འབྱོར་མིག་ཏུ་གསུམ་ཡོད་པའི་ཤ་གཡོན་པའི་མིག།